དེ་ཡང་རིས་སུ་མ་ཆད་པའི་འགྲོ་བ་ཡོངས་ཀྱི་མགོན་དང་དཔུང་གཉེན་དམ་པར་གྱུར་བ་བདག་ཅག་གི་སྟོན་པ་སྐལ་བཟང་རྣམ་འདྲེན་བཞི་བ་ཐུབ་པའི་དབང་བོ་དེ་ཉིད་ཀྱིས་དང་པོར་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད། བར་དུ་དཀར་བ་གྲངས་མེད་གསུམ་དུ་ཚོགས་གཉིས་རྒྱ་མཚོ་ལྟ་བུའི་རྒྱུད་བསྒྱིངས། མཐར་རྡོ་རྗེ་གདན་དུ་མངོན་པར་རྫོགས་པར་བསང་བགྱིས་ཏེ། མཛའ་བོའི་གླིང་འདིར་མཆོག་གི་སྤྲུལ་སྐུའི་མཛད་པ་བཅུ་གཉིས་ཀྱི་ཚུལ་བསྟན་ཏེ་བདུད་བཞིའི་ཁམས་དང་དགོངས་མོ་དམིགས་པ་སྣ་ཚོགས་པ་དང་མཐུན་པར་ཆོས་ཀྱི་འཁོར་ལོ་རིམ་པ་གསུམ་དུ་བསྐོར་བར་མཛད། མཐར་དགུང་གྲངས་གྱ་གཅིག་ཏུ་སོན་པ་ན། སྤྱན་ཡར་རྩྭ་མཆོག་དྲུང་དུ་སྐུ་མྱ་ངན་ལས་བཟླ་བའི་ཚུལ་བསྟན། དེ་ནས་སྟོན་པའི་བསྟན་པ་འོད་སྲུང་ཆེན་པོ་དང་ཀུན་དགའ་བོ་སོགས་གདན་རབས་ཆེན་པོ་བདུན་དུ་གྲགས་པའི་ཉན་ཐོས་བདུན་སོགས་ལས་རིམ་པར་བརྒྱུད་ནས་ད་ལྟའི་བར་དུ་སྦྱར་བའི་བསྟན་པ་རིན་པོ་ཆེ་འདི་ཉིད་མི་ཉམས་དར་རྒྱས་སུ་བྱུང། དེ་ཡང་འཕགས་མཆོག་གཤེགས་ན་པད་མོའི་འཕྲིན་ལས་ཀྱི་ཨོ་དཀར་རྣམ་པར་འཕྲོ་བའི་གསེར་གདན་ཁ་བ་ཅན་གྱི་ལྗོངས་སུ། ཐོག་མར་སྤྱི་ལོ་བཞི་བརྒྱ་སུམ་ཅུ་སོ་གསུམ་སྟེ་རྒྱལ་རབས་ཉེ་བརྒྱད་པ། ལྷ་ཐོ་ཐོ་རུ་གཉན་བཙུན་དགུང་གྲངས་དྲུག་བཅུ་ལ་སོན་པའི་སྐབས། དཔང་སྐོང་ཕྱག་རྒྱ་བ་དང། མདོ་སྡེ་བཟའ་མ་ཏོག་བཀོད་པ་གཉེར་ཏེ་དམ་པའི་ཆོས་ཀྱི་དབུ་བརྙེས། བར་དུ་རྒྱལ་རབས་སོ་གསུམ་པ་ཆོས་རྒྱལ་སྲོང་བཙན་སྒམ་པོ་ཡི་སྐུ་དུས་སུ། ལྷ་ཆོས་དགེ་བ་བཅུ་དང་མི་ཆོས་གཙང་མ་བཅུ་དྲུག་གི་ཁྲིམས་ཀྱིས། ར་རྩ་འཁྲིལ་སྣང་གཙོས་ལྷ་འདར་ཡང་འདར་གྱི་གཙུག་ལག་ཁང་དུ་མ་བཞེངས། མདོ་སྡེ་གཟའ་མ་ཏོག་བཀོད་པ་སོགས་བོད་སྐད་དུ་བསྒྱུར་ནས་དམ་པའི་ཆོས་ཀྱི་ཧྲུལ་བཏོད། མཐར་རྒྱལ་རབས་སོ་བརྒྱད་པ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་སུ། ཨོ་རྒྱན་གྱི་སློབ་དཔོན་ཆེན་མོ་པདྨ་འབྱུང་གཉིས་དང། མཁན་ཆེན་བཞི་བ་མཚོ། པཎ་ཆེན་བི་མ་ལ་མི་ཏྲ་སོགས་པཎ་གྲུབ་བརྒྱ་རྩ་བརྒྱད་གདན་དྲངས། མཁན་སློབ་བཅུ་གསུམ་གཞིར་འཛོམས་ཏེ་བསམ་ཡས་མི་འགྱུར་ལྷུན་གྱིས་འགྲུབ་པའི་གཙུག་ལག་ཁང་གསར་དུ་བཞེངས། སྤྲུལ་བའི་བློ་ཆེན་སྦི་རོ་ཙཱ་ན་དང་དཀའ་ཕྱོགས་བྱང་གསུམ་སོགས་སློབ་དཔོན་རྣམས་ཀྱིས་བཀའ་བསྟན་གྱི་གཞུང་ལུགས་མང་པོ་བོད་སྐད་དུ་བསྒྱུར། གཞན་ཡང་བློ་ཆེན་རིན་ཆེན་བཟང་བོ་ནས་བཟུང་སྟེ། ཕྱི་འགྱུར་གསར་མའི་ལོ་ཙཱ་བ་རྣམས་ཀྱིས་རྡོ་རྗེལ་མན་ངག་དང་བཅས་པའི་གཞུང་ལུགས་མང་པོ་གསར་དུ་བསྒྱུར་ཞིང། འཆད་ཉན་དང་སྒོམ་སྒྲུབ་ཀྱི་རྒྱུན་བསྐྱངས་གནང་བར་བརྟེན། བོད་གངས་ཅན་གྱི་ལྗོངས་འདིར་སྒྲུབ་བརྒྱུད་ཤིང་རྟ་ཆིབས་བརྒྱད་དུ་གྲགས་པའི་གཞུང་ལུགས་དྲི་མ་མེད་པའི་བསྟན་པ་འདི་ཉིད་ད་ལྟའི་བར་དུ་དར་རྒྱས་སུ་བྱུང་དང་འབྱུང་བཞིན་པའོ། དེ་ཡང་གྲུབ་མཐའ་དང་ཆོས་རྒྱལ་ཁག་མཉམ་འབྲེལ་གྱི་ངང། གྲྭ་བཙུན་སྔགས་གསུམ་གྱི་ཀུན་སྤྱོད་ཡར་སྐུལ་དང་བཀའ་གཏེར་སྒྲུབ་པའི་བསྟན་པ་ཉམས་གསོ་བྱེད་ཕྱོགས་སྐོར་གྱི་བགྲོ་གླེང་ཆེན་མོ་འདི་ནི། སྦྱར་བའི་བསྟན་པ་རིན་པོ་ཆེ་བཅུ་དང། བྱེ་བྲག་གསང་ཆེན་ལྔ་འགྱུར་བའི་བསྟན་པ་འདི་ཉིད་མི་ཉམས་གོང་འཕེལ་དང་ཉམས་པ་སླར་གསོའི་ཆེད་དུ་དམིགས་ནས། སྤྱི་ལོ་ཉིས་སྟོང་བཅུ་བཞི་ལོའི་བོད་ཟླ་བདུན་པའི་ཆུའི་ཉེར་གཅིག་ཉིན་ནས་ཉིན་གསུམ་གྱི་རིང་གསེར་རྟ་བླ་རུང་ལྔ་རིག་ནང་བསྟན་སློབ་གླིང་གི་གཙོ་འགན་བཞེས་ནས་གསང་ཆེན་སྔ་འགྱུར་རྙིང་མ་པ་དང་རི་བོ་དགེ་ལྡན་པ། དཔལ་ལྡན་ས་སྐྱ་བ། འགྲོ་མགོན་བཀའ་བརྒྱུད་པ། སྦྱར་བ་ཇོ་ནང་པ། གཡུང་དྲུང་བོན་དང་བཅས་པའི་རྟ་འཛིན་གྱི་སྐྱེས་ཆེན་དུ་མ་ཉམས་ཞིབ་གནང་ནས། གངས་སྐྱོང་ཆོས་རྒྱལ་མཉམ་འབྲེལ་རབ་སྔགས་ཀུན་སྤྱོད་ཡར་སྐུལ་ཚོགས་འདུ་ཐེངས་དང་པོ་ཁྲི་འདུ་རུ་འཚོགས། དེ་ནས་རིམ་བཞིན་ཡ་ཆེན་ཨོ་རྒྱན་བསམ་གཏན་ཆོས་གླིང་དང། རྒྱལ་བ་བཞི་ཆེན་དགོན་པ་གཉིས་ཀྱིས་གཙོ་འགན་བཞེས་ཏེ། བགྲོ་གླེང་ཐེངས་གཉིས་པ་དང་གསུམ་པ་འཚོགས། ཐེངས་འདིའི་གྲུབ་མཐའ་དང་ཆོས་བརྒྱུད་ཁག་མཉམ་འབྲེལ་གྱི་ངང། གྲྭ་བཙུན་བསྔགས་བསམ་གྱི་ཀུན་སྤྱོད་ཡར་སྐུལ་དང་བཀའ་གཏེར་སྒྲུབ་པའི་བསྟན་པ་ཉམས་གསོ་བྱེད་ཕྱོགས་སྐོར་གྱི་བགྲོ་གླེང་ཆེན་མོ་ཐེངས་བཞི་བ་ནི་དཔའ་ཡུལ་དགོན་པའི་སྦྱིན་བདག་དང་གཙོ་འགན་གྱི་ཁུར་བླངས་ཏེ། སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་ནས་ཉིན་གཉིས་ཀྱི་རིང་དབུས་བདུན་གྲོང་ཁྱེར་དུ་འཚོགས། དེ་ཡང་རྒྱལ་བསྟན་སྤྱི་དང་བྱེ་བྲག་གསང་ཆེན་ལྔ་འགྱུར་བའི་བཀའ་གཏེར་དག་སྣང་གི་བསྟན་པ་མི་ཉམས་གོང་འཕེལ་དང་ཉམས་པ་སླར་གསོའི་ཆེད་དུ་དམིགས་ནས། སྐྱབས་རྗེ་རིན་པོ་ཆེ་རྣམ་པས་བཀའ་སློབ་ལམ་སྟོན་གནང་བ་བཞིན། དཔལ་དགོན་རྣམ་རྒྱལ་རྒྱུན་ལས་ཀྱི་གཙོ་འགན་བྱས་ནས་ཐེངས་འདིའི་བགྲོ་གླེང་གི་གོ་སྒྲིག་བྱས་པའོ།

ཡང་དུས་ཡུན་སྐར་མ་སུམ་ཅུའི་རིང་ལ་སོང་ཞིག་དང་དྲི་བ་དྲི་ལན་སྐར་མ་བཅུ་བཀའ་དྲིན་ཆེ།

དེས་ན་ད་ཁ་བྱང་གི་ཕྱོགས་ནས་ན་གྲུབ་མཐའ་རིས་མེད་ཀྱི་སྒོ་ནས་ནང་བསྟན་ཉམས་གསོ་བྱེད་ཕྱོགས་དོན་གྱི་གྲུབ་མཐའ་རིས་མེད་བྱེད་ཕྱོགས་གཅིག་དང། དེའི་སྟེང་ནས་ནང་བསྟན་ཉམས་གསོ་བྱེད་ཕྱོགས་དེ་དག་སྡེ་ཚན་གཉིས་ཀྱི་སྟེང་ནས་གཞི་ན་ཆ་མཚུངས་ཏེ། དེའི་ནང་གི་དང་ཐོག་དང་པོ་གྲུབ་མཐའ་རིས་མེད་ཞེས་པ་ལ། དེ་ནི་རིས་མེད་ཀྱི་དོན། སྔོན་བྱོན་གཏམ་པ་གོང་མ་རྣམས་ཀྱིས་རིས་མེད་བྱེད་ཕྱོགས་སྐོར། དེ་ནས་ལྟ་གྲུབ་ཀྱི་སྒོ་ནས་རིས་མེད་བཤད་ཤོག། དེ་ནས་རྐང་ལག་གང་འཚམ་དེ་རིང་ཟིག་བཏང་ནས་དེ་ནས་ཤོད་ཚར་མི་ཡོང་ཞིག་བྱུང་སྟེ། དེས་ན་རིས་མེད་ཀྱིས་ང་ཚོས་གོ་དོན་དེ་ནང་བདག་གིས་པ་རང་རང་སོ་སོའི་ངོ་བོ་ཅི་ཡ་དེ་ནས་གསུང་གི་ཡོད་ཀྱི་རེད་དང་ནི། མདོར་ན་རིས་མེད་ཟེར་བ་དེ་ང་ཚོའི་མདོར་ན་གཏམ་པ་ལ། དེ་ནས་ཆགས་སྡང་གི་དབང་དུ་སོང་ནས་རིས་སུ་མི་བྲལ། བཤད་པ་གཅིག་བཏང་སྟེ་ལག་ལེན་མི་བསྟར་ཀྱང་འདྲ་མདོར་ན་དེ་ནས་ཆེས་མ་མཐའི་ཆ་འདི་སྟེ་དེ་ནི་འགོག་གི་འདུག་བསམ་གི་འདུག་ཡིན་ན་ཡང་ང་ཚོས་གང་ཟག་སོ་སོའི་རྒྱུན་དང་ཆགས་སྡང་དང་བྲལ་སོ་འགྲོ་དགོས་པ་ན་ད་ས་ལམ་ཡང་སྒྲུབ་ཀྱིན་པ་དེ་ནི་མཐོན་པོ་གཅིག་སྐད་ཆ་རེད་ད་ནི། ཡིན་ན་ང་དང་ང་རྣམས་ཅན་གྱི་སོ་སོའི་སྐྱེ་བོ་ཆང་བ་ཀུན་ལྡན་ཅིག་གི་རིས་ནས་བཤད་པ་ལ། རང་རང་ཚོགས་པའི་ཕྱག་བདག་དབང་དུ་སོང་ནས་དེའི་སྔོན་གྱི་ཕྱོགས་རིས་དེ་ཡང་དེ་ནས་ལས་ཀ་མི་བྲེལ་འདུག་མ་མཐའ་ཚང་མས་ན་དེ་ནས་ག་ཆེ་རུ་འདུག་བསམ་གྱི་འདུག་དེ་ནི་རེད། དེ་མ་ཡིན་ན་ད་ང་ཐུ་བའི་ན་ཆེ་སྟངས་དེ་ནི་ཨ་གཅིག་ཚང་མས་ཤེས་ན་ནི་འདི་ཚོས་སྐབས་སོང་ཡང་ཉེ་རང་ཕྱག་བདག་གཉིས་དང་བཀྲ་ནས་བཏང་མྱོང་ན་སེམས་གནས་དེ་ཡང་དེ་ནས་སོང་གི་ཡོད་ག་འོ་དེ་ནང་བཞིན་གྱི་དེ་ནི་རིས་མེད།

རེད་ད་ནི་དེང་སང་ང་ཚོའི་ཁ་ཆེ་མཁན་ད་ལྟའི་རིས་མེད་ཤ་ནི་སྟོང་གྲོས་རིག་ཡོད་ཅེས་བྱུང་ན་ད་ང་ཚོ་ཡོད་དེ་ནས་རིས་མེད་རྩ་བ་ནས་ཡོང་སྟངས་ཡོག་མར་ཞིག་འབྱུང་གི་རེད། དེའི་རྒྱུ་མཚན་གྱིས་ཐམས་ཅད་ཀྱིས་ད་ཆགས་སྡང་གི་རིགས་སུ་མེད་པ་སྲིད་སྟངས་འདི་ལག་ལེན་བསྟར་ནས་དེ་ནས་འགྲོ་དགོས་བ་དེ་ད་ང་ཚོ་རིས་མེད་ཀྱི་ཐོག་མའི་ཡ་དེ་ནི་མང་གཞས་དེ་དང་འདྲ་གི་སྟིག་སྟངས་ཡ་དེ་ནི་ཁ་ཆེ་གི་ཡ་དེ་ནི་ཞུས་པ་དེ་ཡིན། དེ་ནས་ང་ཚོས་དེ་ནི། འོ་ཁ་གངས་ཅན་པའི་ཆོས་རྒྱུད་ཐམས་ཅད་དེ། དེ་ནས་ཨ་ཀེ་སྤྲོ་འདྲེ་ཡིན་པས་ར་ཀེ་ཏིའི་སྤྲོ་འདྲེ་ནི་ཀྱུའི་དམ་པ་བསམ་གྱིས་མི་ཁྱབ་པ་དེ་དང། བདག་ཅག་གཏུམ་པ་ཐུན་ཆེན་ཅན་གྱིས། དེ་ནས་བཀའ་གསུང་རྡོར་གྱིས་ཚིག་གི་དབྱངས་ནི་ཡང་དུ་དེ་ནས་ཀློང་བསྟན་པའི་རྒྱུད་ཤར་རྟགས་ཤིག་ཡིན་པ་དེ་ཆ་ནས་ཡིན་ན་ཡང་ང་ཚོ་དེ་ནས་གཅིག། ཤོག་རིའི་ཕྱག་དང་གྲུབ་མཐའ་ཕྱོགས་འཛིན་དེ་ནི་མ་བྲིས་ན་ཧ་ཅང་དེ་ནས་ཡག་པོ་འདུག་བསམ་གྱི་འདུག་དེ་རེད་ད་ངས་དེ་ནས་གང་ལགས།

ལོ་ནས་དེ་ནས་གསུངས་པ་དེ་ཆ་ནས་བསམ་བློ་བཏང་ན་ཡང་ང་ཚོ་ཡོད་དེ་ནས་རྩ་བ་ཉམས་ཉེས་ཅན་ན་འདྲ་གས་མདོར་ན། དེ་ནས་ལྟ་སྤྱོད་མི་འདྲ་དངོས་ཅིག་ཡོད་ན་ཐམས་ཅད་གཤམ་གྱི་སྒོ་ནས་གཞི། དེ་ནས་གཞི་བདེ། ཕྱོགས་རིས་འཐེན་འཁྱེར་མེད་པའི་སྒོ་ནས་གཅིག་གཅིག་རྒྱབ་སྐྱོར་རོགས་རིམ། དེའང་ཁ་ཞེ་གཉིས་མེད་ཆབ་སྤྲིལ་དང་མ་འདྲིས་པ། འོ་སྟེ་ནད་ཅིག་སྒོ་ནས་བྱས་པ་ཡིན་ན་ང་ཚོའི་རིས་མེད་ཡང་ཡོང་གི་རེད་དམ་མཐུན་འབྲེལ་ཡང་ཡོང་གི་རེད། དོན་འབྲས་ཡོང་ན་ཡར་རྒྱས་ཀྱི་རྣམ་པའང་ཡོད་རེད་ང་ཚོའི་བོད་ཁ་བ་གངས་ཅན་མི་མང་གི་འཕེལ་རྒྱས་བྱུང་ནས་ན་དེ་ཡིན་ཧོ་ཡོང་གི་རེད་བསམ་དེ་ནི་ཅིག་གཏམ་ནི་ང་རྣམ་པ་ཐམས་ཅད་ཀྱི་ཡིན་ན་ང་ཚོ་ཡིན་ན་དེ་ནི་ཅིག་རེད་མ་རྩའི་ཆ་ནས་བསམ་བློ་བཏང་ན་ད་ལྟ་ཁོང་ནས་ཕམ་པ་རྣམ་པ་ཚོས་གསུང་གི་འདུག་ད་འོག་ཏུ་ང་ཚོ་ཆུ་རྒྱུས་གང་དང་གང་ན་རྩ་བ་དེ་ནི།

ང་ཚོའི་བ་ཁ་བ་གངས་ཅན་པས་དེ་ནས་ཆུ་རྒྱུད་ཆ་ཚང་གི་ནང་གི་ལྟ་གྲུབ་སྐྲག་བྱས་པ་ཡིན་ན་ད་བར་བྱས། དེ་ནས་ཅིག་ང་ཚོ་ཡིན་ན་ཡོད་མེད་ཡང་མིན་ལས་དབང་ཁས་ལེན་པའི་མི་ལེན་པའི་ཁས་ལེན་ཀུན་བྲལ་གྱི་ལྟ་བ་ལ་ཡིན་སོང་གི་ཡོད། དེ་ཡང་སྤྲུལ་བྲལ་གྱི་གཏམ་ལ་ཕར་བཟུང་ནས་འཕགས་པའི་ཉམས་ཆག་ཡེ་ཤེས་ངོགས་སྤྲུལ་པ་ཐམས་ཅད་དང་བྲལ་དེ་བསམ་གྱིས་ནང་ནས་དེ་ནས་གསུངས་གི་ཡོད་པ་ཅིག་རེད། དེ་ནས་ཆོས་ཐམས་ཅད་བདེན་གྲུབ་ཀྱི་སྟོང་བའི་སྟོང་བ་དེ།

ཉེ་རྒྱུག་པ་འདི་དག་བཟོད་པ་དང་ཁྱབ་པའི་རོ་དེ་ཡང་དེ་ནས་གསུངས་པ་ནང་བཞིན་གྱི་ཆོས་རོ་མི་རྟག་པ་དང་རྟ་ལྷ་རོ་ལྟ་བུ་དེ་ནི་རྟ་གྲིབ་ཅིག་ཡིན་ན་ཡང་དེ་ལ་དེ་ནས་ལྔ་ཚུན་ཡིན་ན་ཡིད་མི་འཕྲོ་བ་རེད། དེ་ལ་ཤམ་བྷའི་བུ་ནི་ལྟ་བ་དེ་ནི་བཟོད་པ་དང་ཁྱབ་པ་ཅིག་རེད་ཅེས་གསུངས་ཀྱི་ཡོད་རེད་མ་གཏོགས་གཅིག་གིས་གཅིག་གིས་དེ་ནས་འཁྲུག་པ་བརྒྱབ་སྟེ་དམག་དྲངས་ཏེ་དེ་ནས་མི་བསད་ཕྱག་སྦྱོར་གྱི་ལས་ཀ་སྟོན་ཏེ་འོ་དེ་ནས་ལ་སོགས་པ་དེ།

དེ་ནས་རང་གི་ཕྱོགས་ལྷུང་ལས་དེ་ནས་མ་གསར་བ་ཁ་གསར་བ་དང་མི་དགེ་བ་བརྒྱད་པ་དེ་དང། དེ་ནས་ལ་སོགས་པ་མདོར་ན་ཆོས་བརྒྱུད་གཞན་དང་གཞན་གྱི་བཤད་པ་དེ་ཁ་བསྐང་བའི་སྒོ་ནས་རང་རང་ཚོ་དུས་མཉམ་རྗེས་ལག་ལེན་ཐམས་ཅད་ཆ་ཚང་བར་བསྟན་པ་བྱེད་རྒྱུ་དེ་ཧ་ཅང་དེ་ནས་ཨ་སྐལ་ཆེན་པོ་འདོད་བསམ་གྱི་འདུག་དེ་ནས་རེད་མ་གཏོགས་པས་ང་ཚོ་དེ་ནས་རང་རང་སོ་སོའི་ཆགས་སྡང་གི་མིང་སོ་སོ་ཡོད་ན།

དེ་ནས་འདི་ཡང་ཐབས་སྐྱེད་མ་དང་བསྐང་ངོ་ཞིག་རེད་བསམ་གི་འདུག་འདིའི་ཕྱོགས་ནས་ཐམས་ཅད་དང་མདོར་ན་སྒོ་མ་གཅིག་ཏུ་འགྲོ་ཚུལ་ཅིག་ཡོད་པ་རེད། ཡིན་ན་ཡང་ང་ཚོ་རང་རང་ཚོགས་ཚུད་ཆོས་རྒྱུད་ཀྱི་གྲུབ་མཐའ་དེ་བ་སྟེ། རང་རང་ཚོགས་དུ་གནར་ཆོས་ཀྱི་རྩེར་ཡོད་པའི་དབང་གིས་དེ་ནི་ཆོས་རྒྱུད་གྲུབ་མཐའ་མང་བ་ཅིག་མཉམ་བཞེས་བྱས་ནས་དེའི་ནང་དུ་གདམས་གསེས་བྱེད་དབང་ཕར་ཆེར་བྱ་འགྲོ་མ་རེད།

འོ་དེ་ནས་ད་སྔོན་ཆོས་སྐྱིད་དམ་པ་རྣམས་ཀྱིས་ན་བསམ་བློ་བཏང་ཡོང་ན། ཁོང་རྣམ་པ་ཚོས་དེ་ནས་སྔོན་ཆོས་དམ་པ་གོང་མ་རྣམས་ཀྱིས་ན་ཆོས་དུས་རིས་མེད་བྱས་ནས་ཕན་ཚུན་དབང་ལུང་བརྒྱུད་པ་ཐམས་ཅད་དེ་ནས་གཅིག་གྱུར་ལས་ཆགས་དགོས་པ་དེ་ནས་རེད། དཔེར་ན་ང་ཚོ་ཕ་དེ་འགྱར་བ་ཅོ་ནང་ལ་ཕ་མཚོན་པ་ཡིན་ན། གཅིག་གཞུང་བརྒྱུད་ཅོ་གཉིས་ལ་གསུངས་པའི་དེ་ནས་གཅིག་བརྒྱུད་པ་མང་བོ་ཅིག་མ་ས་སྐྱ་ནས་མ་གཞུང་དུ་བརྒྱུད་ཡོང་བ་ཅིག་ཆགས་དགོས་པ་དེ་ནས་རེད།

དེ་ནི་སྔ་འགྱུར་རྙིང་མ་ནས་མར་མ་བྱུང་འདུག་དེ་ནས་བརྒྱུད་ཡོང་བ་དེ་ནི་ཆགས་མི་དགོས་པ་དེ་ནི་རེད། དེས་ན་ང་ཚོ་དེ་ནས་དེ་དག་ལས་མར་བརྒྱུད་པའི་དེ་ནས་ཆུ་རྒྱུན་དང་གྲུབ་མཐའ་ལོགས་སུ་གྱུར་བ་ཅིག་མེད་པར་ནམ་བཞིན་དུ་ཆུ་སྟོད་གཞན་དང་གཞན་གྱི་ལོ་རྒྱུས་ལ་ཡང་རྒྱབ་ལྗོངས་ལྟ་བ་ཡིན་ན་ཕན་ཚུན་གཅིག་གིས་གཅིག་བརྒྱུད་པ་གཅིག་ཏུ་གྱུར་བ་མ་གསུངས་པས་བརྒྱུད་པ་གཏན་ནས་མ་འབྲེལ་བ་འབྲེལ་མེད་གཏང་ཆེད་དེ་ནས་ཡོད་མ་རེད། འོ་དེའི་རྒྱུ་མཚན་ནི་ཐམས་ཅད་ཀྱི་ཡིན་ན། མདོར་ན་ང་ཚོས་རྒྱུ་དགེ་སྦྱོང་ནི་བསམ་བློ་བཏང་ན་ཡང། འོ་དེ་ནི་ངེས་པར་དེ་ང་ཚོས་ཡིན་ན། ལྟ་བ་རིས་མེད་ཅིག་འདིར་ཧ་ཅང་དཀར་ཞིང་མི་ལུས་ཙམ་གྱི་དེབ་ངེས་རེད། དཔེར་ན་ང་ཚོ་བ་དན་རྒྱལ་རང་སྐྱོང་གནང་བའི་དེ་ནི། ཤོང་སྟེ་སྤྲོ་འཇིགས་ཆེན་པོ་སྐུ་ཉིད་གཏོ་ར་ཁྱི་རབས་ལས་ལྷག་པར་བཟང་བ་ལྟ་བུ་མཚོན་པ་ཡིན་ན། ཁོང་དེ་ནི་སྐུ་ཚེའི་སྟོད་ཆུང་དུས་སྐབས་དེ་བསམ་བློ་ཉམས་དམའ་བའི་ཆུ་རྟ་དང་ལྷམ་གྱི་དམག་ཅིག་རེད།

འོ་དེ་རེད་ཅེས་རིན་མའི་གཤེད་སོགས་བཀོལ་ནས་ཡང་དེ་ནས་གནང་བཞག་ཡོད་པ་ཅིག་རེད་བསམ་གྱི་འདུག་དེའི་རྒྱུ་མཚན་དེ་ཐམས་ཅད་ཀྱི་ནང་ངེས་པར་གྱི་ཡང་དེ་ནས་ང་ཚོས་རིན་མེད་བྱས་ན་ང་ཚོ་མ་འོངས་པའི་འོག་གི་དེ་ནས་གཏམ་པ་ཆབ་ཁྲལ་གྱི་བྱུང་བ་རྣམས་འཕེལ་རྒྱས་ཀྱི་ལམ་ཁ་ཡོད་པ་ཅིག་ཆགས་ཡོད་རེད་བསམ་གྱི་ཡོད། ང་ཚོས་རིན་མེད་མ་བྱས་ན་འོ་ཆ་ཚང་དེ་ང་ཚོའི་ནང་ཆོས་ཀྱི་རང་རང་སོ་སོའི་ཆོས་བརྒྱུད་གྲུབ་མཐའ་དེ། རང་རང་སོ་སོའི་སྐྱེ་གནས་ཁྲག་རྒྱུན་རྣམས་ཅེར་བའི་རྗེས་ལ་ཁ་སང་རིགས་སང་ཐང་དུ་བོད་ཉིས་སྟོང་ཕྲག་པ་ས་ཆེན་པོར་བསྡད་ཡོད་རེད། དེའི་དབང་གིས་ཆོས་རྒྱུད་སོ་སོ་དང་ཆོས་རྒྱུད་སོ་སོའི་གནས་ཁྲིད་དེ་ཚོ་གཅིག་གཅིག་མཐུན་ལེན་མ་བྱས་པ་ཡིན་ན་ང་ཚོ་མ་འོངས་པ་ན་མཐུན་འབྲེལ་རྩ་བ་ཉིད་ཡོད་མ་མཐུན་འབྲེལ་མེད་ན་ང་ཚོ་མ་འོངས་པའི་དེ་ནས་འཕེལ་རྒྱས་མེད་པ་དེ་རྒྱ་ཆེ་རྒྱ་ཐོག་མ་ཆགས་ནི་ཡོད་རེད། ང་ཚོ་གཅིག་གིས་གཅིག་མཐུན་འབྲེལ་ཡོད་ན། དེ་ནི་ཉམ་ཆུང་གིས་ཀྱང་བསྟོད་ཆེན་པོ་འདི་འགྲུབ་ཐུབ་པ་རེད་ཟེར་ཏེ་པར་འདི་མང་བོ་གཅིག་ཏུ་སྣོམ་ཐུབ་ན་ཉམ་ཆུང་གིས་ཀྱང་བསྟོད་ཆེན་འགྲུབ་ཟེར་འོ་དེ་ནི་གསུམ་པ་རྣམས་ཀྱི་འགྲེལ་ནས་འོ་དེའི་རྒྱུ་མཚན་འདི་ཐམས་ཅད་ཀྱི་ཡིན་ན་འོ་དེ་ནི་རིགས་ཕྱོགས་ནས་དང་ཁ་ཙམ་ཚིག་ཙམ་མ་ཡིན་པའི་སྟངས་ནས་འདི་ནི་ཐམས་ཅད་ཀྱི་འོ་རིས་མེད་ཅེས་རྒྱུ་ཧ་ཅང་གལ་ཆེན་པོ་རེད་མར་སྟོང་ཁ་གི་རིས་མེད་དེ་ནི་སྟོང་གི་ཁྱབ་འཁྲིད་ཀྱི་གཉེར་ཁ་སྣ་ཚོགས་འོག་ཏུ་སིམ་འོ་དེ་ནི་བྱས་ནས་དེ་ནི་ཕྱི་རིམ་ནང་རིམ་གྱི་གཅིག་བླ་མ་ཟེར་ན་དགོན་པ་ཟེར་ན་ཆོས་བརྒྱུད་ཟེར་ན་དང་ནང་ནས་ཆ་རྐྱེན་དང་ཁ་ཕྱེ་སོགས་སྐོར་ཆ་རྐྱེན་གྱི་ཁ་གང་ཁ་གང་ནང་ནས་ལས་དཀའ་ལས་ཀྱི་ཐོག་ལ་ཁ་དོག་མ་ཚང་བ་ཆགས་འགྲོ་གི་དེ་ད་དང་ལྷག་མི་ཆ་ཚང་གི་རྟོག་ཞིབ་ཅི་རིགས་གནས་སྐབས་སུ་ཆགས་འགྲོ་གི་ད་གི་ཆ་ཚང་གི་དེ་ཧ་གོ་འགྲོ་ན་འོ་དེ་ནི་རྗེས་མ་མཐུན་འབྲེལ་མང་པོ་ཞིག་རྩ་བ་དེ་ནས་ཆགས་ན་རང་རྒྱལ་ཐམས་ཅད་འཕེལ་རྒྱས་ཀྱི།

ལྟོ་ཆུ་འདུར་བའི་ལག་ལེན། འོ་དེ་ནས་ནང་མི་ལ་རང་ལས་པ་ཅིག་རེད་ད་ཧ་ཅང་དེ་ནས་དཀའ་ཆེན་པོ་ཅིག་རེད་རྣམ་པ་མཉམ་གསོབ་བྱེད་པ་ལ་དེ་རེད་དེ་སླར་ཡང་དེ་ནས་ང་ཚོས་མཉམ་གསོབ་བྱེད་པ་ལ་ང་རེད་དེ་ནས་ང་ཚོས་ཕྱག་བཞི་མ་དག་པ་ལྷ་ཆོས་དུ་སོང་བ་དེ་འདྲའི་རིགས་དེ་ང་ཚོས་དྲག་སྤྱོད་བྱེད་དགོས་པ་དེ་ཧ་ཅང་དཀའ་ཆེན་པོ་རེད་བསམ་གྱི་ཡོད། ཡིན་ན་ཡང་སྔོན་བྱོན་དམ་པ་གོང་མའི་གསུང་སྟངས་དང་སྒྲིབ་ཕྱག་ལེན་མི་འདྲ་བ་དེ་རིགས་སོ་སོ་ཡོད་ན

ང་ཚོས་གཞི་བསམ་གྱི་ལག་ལེན་ལ་སོགས་པ་འདོར་ན་གང་ཅིའི་འདོར་བའི་ཡ་དེ་ནི་ལས་རྩ་བརྒྱད་རྩ་བརྒྱད་ལ་སོགས་པའི་ནང་ནས་འོ་ད་གང་ཡོད་ཅི་ཡོད་དེ་དེ་ནས་སྔར་ཡོད་པ་དེ་གོང་འཕེལ་དུ་བཏང་རྒྱུ་དེ་དང་སྔར་མེད་པ་དེ་ཉམས་པ་ཧ་སོ་བྱེད་རྒྱུ་དེ་ཧ་ཅང་གི་ཡ་སྐལ་ཆེན་པོ་ཅིག་རེད་རང་གི་ཡ་དེ་ནས་བསམ་ཤོག་ཅེ་ན་འོ་དེ་ནི་དེ་ཡོན་བཞིན་དུ་དེ་ཡིན། དེ་ནས་ཅིག་ང་ཚོས་གཏམ་པ་ཉམས་གསོག་བྱེད་པ་ལ།

དེ་ནས་དྭངས་གཙང་ཡིན་ན་ང་ཚོའི་འདོན་རྩ་ཧ་ཅང་ཆེ་བའི་སྐབས། དེ་ནས་འདོན་རྩ་ཧ་ཅང་བརྟན་གནས་ཆེ་བ་དེ་དང་དེ་ནས་གཏམ་པ་ཡང་ད་ཉི་མ་ལྔ་བདོ་བའི་སྐབས་འོ་དེ་ནས་ཅིག་ཡ་དེ་ནས་ཆག་འགྲོ་བའི་སྐབས་དེ་དང་ང་ཚོའི་གཏམ་པའི་མི་མཐུན་ཕྱོགས་དེ་ངེས་པར་དུ་ཡ་དེ་ནས་ད་འགལ་རྐྱེན་དེ་དང་བསལ་དགོས་བ་དེ་རེད་འགལ་རྐྱེན་བསལ་དུ་བསལ་དུ་གོང་རྣམ་པ་ཚོས་ད་གོང་ནས།

སྤྲུལ་སྐུ་དེ་ནས་རྫུན་མ་བྱུག་དེ་ནས་རྐང་ཚ་དེ་ནས་ང་ཚོའི་ཆབ་སྤྲུལ་དེ་རང་གི་དཔལ་འབྱོར་ཅན་རྒྱུ་ཅན་ཐོབ་དགོས་ས་ཅན་འོ་དེ་ནས་ཟིན་གྱི་སྤྲུལ་སྐུ་རྫུན་མ་མང་བོ་ཅིག་ཡོང་གི་ཡོད་རེད་དེ་ཡང་རང་གི་སྤྲུལ་སྐུ་དག་མ་ཞིག་མ་རྫུན་མ་བཟོ་བཞག་གི་ན་གོ་མི་ཆོད་དེ་དེ་ནས་མར་སོང་ང་ཚོ་འདི་འདྲའི་ལོ་རྒྱུས་ཡག་བསམ་བློ་བཏང་ན་སྤྲུལ་སྐུ་དག་མ་ཚོའི་ངོ་ནས་འོག་གི་གཏམ་པ་ཆབ་སྤྲིལ་ཞབས་ཕྱི་མང་བོ་བསྒྲུབས་ཡོད་རེད་དེ་ལ་བརྟེན་ནས་དེ་ནས་འོག་གི་གཏམ་པ་འཕེལ་རྒྱས་བྱུང་ནས་དེ་ནས་ཕན་དེ་ནས་ཕན་ཐོག་གང་ན་གང་འཚམ་ཡོང་ཡོད་པ་ཅིག་རེད།

འཛིན་མ་མང་སོང་བ་ཡིན་ན་ང་ཚོས་ཡིན་ན་གཙོ་དོན་གཏའ་མ་དེ་མེད་པར་བྱ་དགོས་རུང་མཐོང་མེད་ཀྱི་དེ་ནི་ཆགས་འགྲོ་གི་རེད། དྲ་བ་འཛིན་པ་ཡིན་ན་དྲ་བ་འཛིན་མ་མང་བོ་བགྱིས་ཏེ་དེ་ནི་མང་ཚོགས་ཀྱི་ལྟ་བ་ལོང་ལྟ་བ་ལོང་ལོག་པ་ལ་བརྟེན་ནས་ང་ཚོ་ཡང་དྲ་བ་བྱེད་ཀྱི་མེད་དྲ་བ་བྱེད་ཀྱི་མེད་ན་གཏམ་དཔེ་བཞིན་མ་འགལ་ནས་འགལ་ན་འགལ་ནས་མི་འདེད་མང་བ་ཆགས་འགྲོ་གི་རེད་བསམ་གྱི་འདུག་དེའི་རྒྱུ་མཚན་གྱིས་མདོར་ན་ང་ཚོས་དྲ་བ་འཛིན་པ་ངན་པ་འཛིན་མ་དེ་ནི་འཛིན་མ་སུ་དང་སུ་ཡིན་ན

བསྟན་པ་བདེན་མཐའ་ཡོངས་སུ་རྫོགས་པ་དེ་བདག་ཆེན་བསྟན་པ་ཐུགས་རྗེ་ཅན་གྱི་རྗེས་འབྲང་ཡིན་ན་གསུངས་ཀྱི་ཡོད་རེད། མདོར་ན་ང་དང་ང་ལྟ་བུའི་གང་ཟག་སོ་སོའི་སྐྱེ་བོ་ཆང་བ་གོ་འདོན་གྱི་བཞུད་པ་དེ་ཁས་ལེན་ན་འདྲ་མ་ལེན་ན་འདྲ་དགོས་འདོད་ན་དེ་ཅང་རྣམ་དཀར་ཞིག་ཡོད་མ་རེད། མདོར་ན་རྣམ་དཀར་ཆེ་ཤོས་དེ་ང་ཚོའི་བདག་ཆེན་སྟོན་པ་ཐུགས་རྗེ་ཅན་གྱི་མདོར་བསྡུས་ནས་བཀའ་འདྲི་གསུང་བ་ཡོད་མེད་དེ་དང་འགལ་མི་འགལ་དེ་ང་ཚོའི་མ་ཧཱའི་མཚན་འཛིན་འོ་དེ་དུས་དང་ནས་བྲིས་སོང་ན་ང་ཚོ་ཀྱང་རྩོད་པ་དགོས་དོན་ཡོད་མ་རེད་འོ་དེ་ནས་རིག་སྟངས་ནས་མ་གཏོགས་རང་རང་ཚོ་ཚོའི་ཆོས་པ་གང་འདོད་འདོད་འདོད་བྱས་ནས་དེ་ནས་གཏམ་པ་ཆོག་ཉོག་གསུང་གཏང་བཅུག་ན་འོ་དེ་ནས་གཏམ་པ་ལ་དེ་བསམ་བསམ་གྱིས་གནང་དགོས་བ་དེ་ཧ་ཅང་དེ་ནས་སྐྱབས་ཆེན་པོ་རེད་བསམ་གྱིས་རང་གིས་དེ་ནས་གཞུ་བཞུགས་བསྐོར་ནས་དེ་ནས་ཅིག།

རང་རང་སོ་སོའི་དེ་ནས་ཁེར་ཚད་གྲངས་རེ་རང་སྒོར་གྲངས་རེ་གོང་སོང་ན་དེ་ནས་ཐག་བཅད་ནས་བཅད་ནས་དེ་ནས་ཁྱེད་རང་ཁྱེད་རང་འོ་དེ་ནས་འགྲོ་ཆོག་པ་རེད་བསམ་གྱི་འདུག་འོ་དེའི་རྒྱུ་མཚན་གྱི་མ་འོངས་པའི་ཕྱོགས་ནས་བསམ་བློ་དང་ན་ཡང་ཐམས་ཅད་ཀྱི་ཡིན་ན་ངེས་པར་གྱི་དེ་ནས་ཅིག་ང་ཚོ་འབྲོག་གླང་དང་འདི་ནས་སྐབས་ཡིན་ན་གཅིག་གཅིག་ཆོས་རྒྱུད་ལྷ་འཛིན་འབྲེལ་ར་བཅད་ནས་ཚོང་ན་ཡག་པོ་འདུག་ཆོས་རྒྱུད་ལྷ་འཛིན་བདག་འཇུས་བཅད་ནས་ཚོང་ན་ཧ་ཅང་དེ་ནས་ཡག་པོ་འདུག་བསམ་གྱི་ན་རུང་དེ་ནས་ཅིག་རེད་དེའི་སྟངས་ནས་ང་ཚོ་ཡིན་ན་ད་གཏམ་པ་ཉམས་ཆུ

ཡིན་ན་ཡང་ཐམས་ཅད་བྱམས་ཀྱི་སྒོ་ནས་དེ་ནི་ལྟ་བ་ཡམས་ཀྱི་རྗེས་ནས་མཉམ་དུ་གནས་ཐུབ་ཡོད་རེད་དེ་ནང་བྱན་ནས་ང་ཚོ་གཅིག་གཅིག་བརྩི་བཀུར་གུས་བཀུར་འོ་དེ་ནས་རྗེས་ནས་འདྲ་མཉམ་གྱི་ལྟ་བ་དེ་ཡོད་འོ་དེ་ནས་རྗེས་ན་མཉམ་དུ་གནས་ཐུབ་ཀྱི་རེད་དེ་ནས་གཅིག་གིས་གཅིག་ཕན་ཐོགས་རོགས་སྐྱོར་རྒྱབ་སྐྱོར་ཡང་བྱེད་ཐུབ་ཀྱི་རེད་མ་འོངས་པའི་དེ་གའི་འཕེལ་རྒྱས་ཡང་ཕན་ཐོགས་ཡོད་ཀྱི་རེད་ཞེས་བརྗོད་དེ་ཡིན་འོ་དེ་མ་གཏོགས་དེ་རང་ཆ་དེ་ནས་ཞིབ་ཆ་ཅང་མེད་མཇུག་མཐར་ང་ཚོའི་འོག་ཁ་བ་གངས་ཅན་པས་དེ་ནས་ད་ནང་བསྟན་གྱི་ཀུན་སྤྱོད།

ཡང་དང་པོར་རང་ཡན་གྱི་སྤྲོ་བ་སྤངས་པ་ནི་གཟུགས་སུ་སྤྲོ་བ་གསུངས་པ་ད་དེའི་སྐོར་ལ་བྱེད་ཀྱི། ནམ་བྱུང་ལ་སྒོམ་གྱི་སྣང་སྟོང་དང། ཐུགས་ཀྱི་དལ་འབྱོར་སྣང་སྟོང་གི་སྐོར་ནི།

འདུལ་སྐྱེས་ཆུ་དང་བྲལ་ལ་འཕྲད་པའི་བ་ཡི་རྣམ་པ་ཅན་མཛེས་པ་མེད་པ་དང་ནང་གི་ཆུ་མདོག་གིས་སྟོང་དུ་སོང་བ་མང་བོ་ཅིག་ཡོང་གི་ཡོད། འོ་དེ་ནི་དེ་དང་དེའང་དེ་ནི་རང་དང་ཡེ་ཤེས་གཉིས་སུ་མེད་པའི་ཡེ་ཤེས་དེ་རྣམ་པ་ཀུན་བཏགས་ཀྱི་རྣམ་པ་སྣང་གི་ཡོད་རེད་ཁོ་ཡིན་པ་ལ་སོ་སོ་རང་རིག་པའི་ཡེ་ཤེས་སྟོན་ནོ་འདི་མ་སྐྱེས་པའི་རང་བྱུང་འོག་སད་པའི་ཡེ་ཤེས་ཅིག་རེད་ཞེས་བརྗོད་ན་རུང་ད་མདོར་ན། ད་མདོར་བསྡུས་ཙམ་དུ་མ་གཏོགས་ད་གམ་འདི་ནི།